བོད་མིའི་སྒྲིག་འཛུགས་ཀྱི་ད་ལྟའི་སྲིད་སྐྱོང་ལས་ཐོག་བློ་བཟང་སེང་གེ་མཆོག་ནས་དེ་རིང་སྔ་ཐོག་ཆུ་ཚོད་བཅུ་པའི་ཐོག་རྡ་ས Club House ཚོགས་ཁང་ནང་དུ་ཁོང་ཉིས་སྟོང་བཅོ་ལྔ་དང་བཅུ་དྲུག་ལོའི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་དུ་བཞེངས་རྒྱུའི་དངོས་གཞི་གསལ་བསྒྲགས་གནང་སོང་བ་དང་ཆབས་ཅིག་གལ་སྲིད་ཁོང་སླར་ཡང་སྲིད་སྐྱོང་དུ་ཐོབ་ཚེ། གཙོ་བོ་བོད་ལྔ་དང་ལྔ་བཅུ་ཞེས་པའི་ཐོག་ལ་ཕྱག་ལས་གནང་རྒྱུ་ཡིན་པ་གསུངས་གནང་སོང། དེ་ཡང་ད་ལྟའི་སྲིད་སྐྱོང་ལས་ཐོག་བློ་བཟང་སེང་གེ་མཆོག་གིས་དེ་རིང་གི་གསར་འགོད་ལྷན་ཚོགས་དེའི་ཐོག་ནས་གཙོ་བོ་བཀའ་ཤག་གི་གཞི་རིམ་ལྟ་གྲུབ་གསུམ་སྟེ། ཆིག་སྒྲིལ་དང་གསར་གཏོད་རང་ཁ་རང་གསོ་དེ་མུ་མཐུད་གནས་པའི་ཐོག་ནས། མ་འོངས་གནང་ཕྱོགས་དེ་བོད་ལྔ་དང་ལྔ་བཅུ་ཞེས་པའི་ཐོག་ལ་ལས་དོན་བསྒྲུབ་རྒྱུ་ཡིན་པ་གསུངས་གནང་སོང། ཏང་སྲིད་སྐྱོང་འོས་མི་བྱེད་ཆེད་དམིགས་བསལ་གསལ་བོ་ཞུ་ཡ་དེ་འདྲ་གང་ཡང་མེད་དེ་ཡིན་པ་ཡིན་ན་ཡང། བཀའ་ཤག་སྐབས་བཅུ་བཞི་བའི་ལྟ་གྲུབ་གསུམ་འདི་གཅིག་སྒྲིལ་གསར་གཏོད་རང་ཁ་རང་གསོ་རེད། འདིས་ད་མུ་མཐུད་ནས་གནས་ཀྱི་རེད། ཟླ་ནང་བཞིན་དེ་སྔ་ངས་ཞུ་མྱོང་ཡོད་ལ་སྔོན་མ་སྲིད་བྱུས་ཉམས་ཞིབ་ཁང་དབུ་འབྱེད་ཉིན་མོ་ཞུ་བའི་ཉེ་ཆར་གྲོས་ཚོགས་ལ་ཞུས་པ་ཡིན། མ་འོངས་བྱེད་ཕྱོགས་དེ་ཁོ་ནས་བོད་ལྔ་དང་ལྔ་བཅུ་བྱེད་ཆེད་ངས་ཞུ་བདེ་གོ་རེད། དེ་གང་ཟེར་ན་གཞི་རྩའི། སྲིད་སྐྱོང་སུ་ཡིན་པ་ཡིན་ནས་ཡང་དག་ན་བཞིན། སྤྱི་འཐུས་སུ་བཞེངས་པ་ཡིན་ནས་ཡང་དུ་ལོ་ལྔ་གི་དུས་ཡུན་འདི་ནང་ལ། ཨ་ནི་དབུ་མའི་ལམ་གྱི་སྲིད་བྱུས་དགོངས་དོན། ཨ་ནི་བོད་རྒྱ་འབྲེལ་མོལ་རྒྱུ་ཆ། མིང་དོན་མཚུངས་པའི་རང་སྐྱོང་རྭའི་དེ་ང་ཚོའི་ཆབ་སྲིད་ཀྱི་དམིགས་ཡུལ་རྩ་ཆེ་ཤོས་དེ་རེད། ད་ནང་བཞིན་བོད་ལ་ཡོད་བོད་མི་ཚོ་གི་མངོན་འདོད་དེ་གོང་ས་མཆོག་བོད་ལ་འདི་འདྲི་ཞུ་ཡ་དེ་རེད་ད་འདི་ང་ཚོའི་ལོ་ལྔ་གི་ཐད་ཀ་ཆབ་སྲིད་ཀྱི་དམིགས་ཡུལ་འགན་ཆེ་ཤོས་དེ་ཆགས་ཡོང་གོ་རེད། ད་ནང་བཞིན་ད་ངས་ལྔ་བཅུ་ཞུ་ཡ་དེ་ག་རེ་ཞུ་དགོས་ཟེར་ན་གལ་ཏེ། བཙན་བྱོལ་ལ་ད་ལྟ་བར་དུ་ལོ་ལྔ་བཅུ་ལྷག་བ་རེད། མ་འོངས་པ་ཡིན་ནའི་ཡང་ལོ་ལྔ་བཅུ་ལྷག་བ་ཡིན་པས་ཡིན་ན། དེ་དུས་སྐབས་ལ་ང་ཚོའི་འབད་བརྩོན་དེ། ཨ་ནི། ཅིག་ལོ་ལྔ་ལ་འབད་བརྩོན་གནང་བ་ན་བཞི་ལྔ་བཅུ་ཡིན་པས་ཡིན་ནའི་ཡང་ཨ་ནི་གང་ཐུབ་ཅི་ཐུབ་གནང་ཐུབ་པ་ཡིན་པས་ཡིན་ན་ལྔ་བཅུ་དེ་ག་ཚོད་བརྟན་པོར་ཕྱིན་པ་ཡིན་པས་ཡིན་ན་འདིས་ཀྱིས་ལྔ་ལ་ཕན་གྱི་རེད་ཞེས་ཆེ་ངེས་དེ་ཞུས་མྱོང།
ད་དུང་སྲིད་སྐྱོང་མཆོག་གིས་ཡོང་རྒྱུ་འདས་པའི་ལོ་ལྔ་ནང་དབུ་མའི་ལམ་ཐོག་ནས་མིང་དོན་མཚུངས་པའི་རང་སྐྱོང་ཐོབ་པ་ཡིན་ན། ང་ཚོའི་ཆབ་སྲིད་ཀྱི་རྒྱལ་ཁ་ཐོབ་ཀྱི་ཡོད་རེད། འོན་ཀྱང་བཙན་བྱོལ་ནང་དུ་ད་དུང་ལོ་ལྔ་བཅུ་གནས་དགོས་ཆགས་ཚེ། གཙོ་བོ་ཆེ་ཤོས་བོད་མིའི་སྒྲིག་འཛུགས་དེ་ཧྥོར་ཨེས་ཧམ། བོད་མིའི་སྒྲིག་འཛུགས་འདི་འཚོ་གནས་དང་གོང་འཕེལ། རྒྱུན་གནས་དང་རྒྱལ་ཁ་བཅས་དོན་ཚན་བཞིའི་ཐོག་ནས་འབད་བརྩོན་གནང་རྒྱུ་ཡིན་པ་མ་ཟད། ལྔ་བཅུ་དེའི་ནང་ཆབ་སྲིད་དང་འཛིན་སྐྱོང་གི་ཆ་ནས་དོན་ཚན་ལྔ་རེའི་ཐོག་ལ་ཕྱག་ལས་གནང་རྒྱུ་ཡིན་པ་གསུངས་གནང་སོང། ཆབ་སྲིད་ཐོག་ནས་གཙོ་ཆེ་ཤོས་དེ་གོང་ས་མཆོག་ཆབ་སྲིད་སྐུ་དབང་གནང་བའི་སྐབས་ལ་ང་ཚོ་སྤྱི་ཚོགས་ནང་ལ་གླེང་སློང་ཆེན་པོ་ཞེ་དྲག་བྱུང་བ་རེད་སེམས་འཚབ་ཆེན་པོ་ཞེ་དྲག་བྱུང་བ་རེད་དམིགས་བསལ་གོང་ས་མཆོག་ནས་ད་བོད་ནང་ལ་ཆབ་སྲིད་སྐུ་དབང་གོང་ས་མཆོག་ལ་ཕུལ་བཞག་པ་དེ་ཨ་ནི་སྲིད་སྐྱོང་སྟག་རག་རིན་པོ་ཆེ་ནས་ཕུལ་བཞག་པ་དེ་ད་རིང་མི་མང་གི་ཐད་ཀར་བདམས་བཞག་པའི་སྲིད་སྐྱོང་བློ་བཟང་སེང་གེ་ལ་ཕུལ་གྱི་ཡིན་ཞེས་གསུངས་པ་དེ་ད་གཙོ་ཆེ་ཤོས་བོད་དང་བོད་མི་སྒྲིག་འཛུགས་ལོ་རྒྱུས་ཐོག་ནས་ཁོ་རྒྱུན་གནས་ཡག་དང་འབྲེལ་པ་ཤུགས་ཆེན་པོ་ཡོད་ཤག་པ་དེ་གསལ་པོ་ཞིག་གྲགས་བྱུང་བ་རེད། འདི་མི་འདོད་ཁང་ད་བོད་མི་སྒྲིག་འཛུགས་དེ་གལ་ཆེན་པོ་ཞིག་པོ་ཡིན་པ་འདི་གསལ་པོ་ཞིག་གྲགས་བྱུང་བ་རེད། གོང་ས་མཆོག་གིས་གསུངས་བ་ལ་བརྟེན་ནས་བོད་ནང་གི་བོད་མི་དང་ཨན་བོད་མི་སྒྲིག་འཛུགས་བར་ལ་ཡིན་པ་ཡིན་ནས་ཡང་འབུར་དུ་ཐོན་པའི་འབྲེལ་བ་ཞིག་དང་ཨ་ནི་བརྩེ་བ་དང་རེ་བ་དེ་མ་སུ་ནའི་ཏན་ཏན་རང་ཆེ་རུ་འགྲོ་ཡ་རེད་བསམ་གི་འདུག་ད་འདི་པན་ཤ་ཤ་ཨན་བོད་ནང་ནི་ཞེ་ན་གང་ནི་རེད་ཡི་གེ་འབྱོར་ཡ་དེ་འདྲའི་རེད་ཨ་ནི་དགོན་སྡེ་ཁག་ནི་ཨ་ནི་ཁོ་རང་ཚོ་གི་སྨོན་ལམ་རྒྱག་གི་ཡོད་བྱས་བྱས་མང་པོ་བྱུང་འདུག་ཁོ་ལ་འབུར་དུ་ཐོན་བྱས་འབྲེལ་བ་ཆགས་འདི་འོག་རེད། གསུམ་པ་འདི་ད་ང་ཚོའི་གཙོ་ཤོས་ཤོས་རྒྱ་གར་གཞུང་མང་གཉིས་ཆགས་འདི་གོ་རེད། རྒྱ་གར་གཞུང་མང་ཐོག་ནས་ཡིན་པ་ཡིན་ནའི་ཡང་ད་ལྟའི་ལོ་བཞི་ལྷག་གི་ནང་ལ་གཞུང་མང་བར་ལ་ནི་འབྲེལ་བ་ཡག་ཐག་ཆོད་འགྲོ་བསྡད་ཡོད་རེད། འདི་གའི་ཚང་མ་ཆབ་སྲིད་ཐོག་ནས་གནད་འགག་ཆེན་པོ་ཞིག་ད་བརྩི་དགོས་ཡོད། དོན་ཚན་བཞི་པ་འདི་རྒྱལ་སྤྱིའི་ཐོག་ནས་འབྲེལ་ལམ་བྱེད་ཡག་འདི་ཐོག་ནས་ཡིན་པ་ཡིན་ནའི་ཡང་ད་སྲིད་སྐྱོང་འགན་འཁྱེར་བའི་ནས་བྱས་བྱས། གཙོ་ཤོ་ཤོ་གོང་ས་མཆོག་བཀའ་དྲིན་བརྟེན་ནས་རེད། སྲིད་སྐྱོང་ཟེར་ཡོད་འདོད་ཁང་ལ་གོ་གནས་དང་ཨ་ནི་གོ་ཐ་སྙད་ཡིན་པ་ཡིན་ནས་ཁ་ཁ་ཡིན་འདོད་སྲིད་རང་ཐད་ཀར་འབྲེལ་བ་ཡོད་པ་ཡིན་འདོད་སྐབས་ལ་ཡིན་ནས་ཡང་འཛམ་གླིང་སྤྱི་ཡོངས་ལ་ག་བ་འཆིང་པ་ཡིན་ནས་ཡང་འབྲེལ་བ་ཨ་ནི་གསར་བ་གཏོད་ཐུ་ཡ་དང་གཏིང་ཟབ་རུ་འགྲོ་ཤ་བ་མང་པོ་བྱུང་ཡོད་རེད་ད་དེ་དུས་རྒྱུན་དུ་ངས་ཞུ་བསྡད་གི་ཡོད་ང་རང་སྲིད་སྐྱོང་འགན་འཁྱིར་ནས་རྒྱལ་སྤྱིའི་ཐོག་ནས་ག་རེ་ག་རེ་བྱེད་གི་ཡོད་མེད་འདི། གསར་འགྱུར་བརྒྱུད་ལམ་ཁག་ནི་བརྒྱ་ཆ་ལྔ་བཅུ་ཟིག་ཁེངས་མ་རེད། གང་ཟེར་ན་ང་ཚོས་ཁོ་གསལ་བསྒྲགས་དང་ཁྱབ་བསྒྲགས་བྱས་པ་ལས་འབྲེལ་བ་བཞག་ཡག་དང་མུ་མཐུད་ནས་གནས་ཡག་དེ་གལ་ཆེན་པོ་ཡིན་ཙང་ང་ཚོས་རྒྱལ་སྤྱིའི་ཐོག་ནས་འབྲེལ་བ་བྱས་ཏེ་འོ་དེ་སོང་ཙང་མ་འོངས་པ་སྲིད་སྐྱོང་སུ་ཕེབས་པ་ཡིན་ན་ཡང་རྒྱལ་སྤྱི་གི་འབྲེལ་བ་གསར་འགྱུར་བརྒྱུད་ལམ་ཁག་ནས་ཁྱབ་བསྒྲགས་དེ་གང་ལ་གང་འཚམ་གྱིས་ཤུགས་ཆེ་རུ་འགྲོ་བསྡད་དགོས་བ་རེད། དེ་ནས་ཁོ། ད་ལོ་བཞི་རེ་འགའ་ལ་གྲུབ་འབྲས་ཆེ་ཤོས་དེ་ག་རེ་རྨིས་ཡོད་རེད་ཟེར་ན་ད་གཙོ་ཆེ་ཤོས་ལྷིང་འཇགས་པོ་ཆགས་ཡོད་དེ་རེད། གཞི་རྟེན་དུ་མ་བཟུང་ནས་ཁང་པ་དུ་མ་བཟུང་ནས་བརྒྱ་ཡིན་པ་ཡིན་ན་གཞི་བརྟན་པོ་གཅིག་བཏིང་ཡོད་རེད། དེ་ཡིན་དུས་ཡང་དང་ཡུན་གྱི་ལོ་ལྔ་ལ་ཐོག་རྩ་གཅིག་ཡག་པོ་བརྒྱབ་ཐུབ་པ་ཡིན་པ་ཡིན་ན་ཐོག་རྩ་གཉིས་པ་གསུམ་པ་བརྒྱ་དེ་ལས་ལྷག་ག་ལ་གང་འཚམས་ལས་ལྷག་ཡོད་རེད། འདི་སོང་ཙང་ད་ཁོ་ལོ་རྒྱུས་ནས་གནད་འགག་ཆེ་བའི་སྐབས་ལ་ད་ཁོ་གོང་ས་མཆོག་ནས་ཆབ་སྲིད་བསྐོ་གནང་མཛད་པའི་གཞུག་ལ་གཞི་བརྟན་པོ་ལྷིང་འཇགས་པོ་ཆགས་ཡ་དེ་གལ་ཆེ་ཤོས་དེ་རེད། དེ་ཚོ་ཁང་པ་དུ་མ་བསུ་ནས་གཞི་དེ་བརྟན་པོ་བཏིང་ཡོད་རེད། ད་དེ་གང་ཐོག་རྩ་གཅིག་དེ་བརྒྱབ་ཚར་བའི་ཞོགས་གུ་ལ་ཨ་ནི་མ་འོངས་སྲིད་སྐྱོང་སུ་ཕེབས་པ་ཡིན་ནའི་ཐོག་རྩ་གཉིས་པ་གསུམ་པ་དེ་ལས་ལྷག་ཡོང་གི་རེད་བསམ་གི་འདུག་དེ་བྱས་རྗེས། དེ་དེ་བཞིན་འཛིན་སྐྱོང་གི་ཆ་ནས ྋགོང་ས་མཆོག་གི་སྐུ་ཕྱྭ་དང་ཤེས་ཡོན་དེ་བཞིན་དཔལ་འབྱོར་སོགས་དོན་ཚན་ལྔ་ཡི་ཐོག་ནས་ཕྱག་ལས་གནང་རྒྱུ་ཡིན་པའི་སྐོར་ལ་མུ་མཐུད་གསུང་དོན། ལྟར་འཛིན་སྐྱོང་དང་འབྲེལ་བའི་ཐོག་ནས་དེ་སྔ་ཞུས་པ་ནང་བཞིན་རེད། ཤེས་ཡོན་འདི་གལ་ཆེ་ཤོས་བརྩི་གོ་བ་རེད། བོད་ཕྱི་ནང་གཉིས་ཀ་ལ་གལ་ཆེན་པོ་རེད་བསམ་གྱི་འདུག་དེ་སོང་ཙང་མུ་མཐུད་ནས་ཡར་རྒྱས་བཏང་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད། ད་ལྟའི་ཆ་ལ་ཤེས་ཡོན་ཐོག་ནས་ཡར་རྒྱས་འགྲོ་གི་ཡོད་པ་གཙོ་ཤོས་ཤོས་གོང་ས་མཆོག་ནས་ངེད་ཅག་བཀའ་མངགས་གནང་ཡོད་རེད་ད་ཤེས་ཡོན་ཐོག་ནས་ཡར་རྒྱས་འགྲོ་བའི་རྣམ་པ་འདུག་ཤེས་རིག་ལས་ཁུངས་ལས་བྱེད་ཚོ་ཧུར་ཐག་པ་ད་བྱས་ཤོག་ཨ་ཟེར་བཀའ་གནང་ཡོད་རེད་དེ་ཐོག་ལ་མུ་མཐུད་ནས་འབོད་བསྩལ་གནང་བ་ཡིན་པ་ཡིན་ན་ཤེས་ཡོན་ཐོག་ནས་ང་ཚོ་རང་ཁ་རང་གསོ་སོ་སོའི་རྐང་པ་གང་ལ་ལྷག་ཐག་ཐག་བོད་ཕྱི་ནང་གཉིས་ཀ་ལ་ལངས་ཐུབ་ཨེ་འདི་ཤིན་ཏུ་གལ་ཆེན་པོ་རེད་བསམ་མོ་འདུག་ད་དེ་ནས་ལས་གཞི་གསར་པ་འདི་ང་ཚོས་ད་ཉེ་ཆར་སྤེལ་ཚར་བ་རེད་དཔལ་འབྱོར་ཐོག་ནས་རང་ཁ་རང་གསོ་དཔལ་འབྱོར་ཐོག་ནས་སོ་སོའི་རྐང་པ་གང་ལ་ལངས་ཐུབ་ཨེ་འདི་བོད་ཕྱི་ནང་གཉིས་ཀ་ལ་ཧ་ལས་པའི་གལ་ཆེན་པོ་རེད་བསམ་འདུག་དཔལ་འབྱོར་གྱི་ནུས་པ་དེ་ང་ཚོས་ཆེ་རུ་བཏང་ཐུབ་པ་ཡིན་པ་ཡིན་ན་སྤྱི་ཚོགས་སྤྱི་ཡོངས་སོ་སོའི་རྐང་པར་ལངས་ཐུབ་པ་ཡོང་གི་རེད་བསམ་འདུག་ད་དེ་ནས་ཁྱེད་ཤོད་ཤོད་དུས་རྟག་ཏུ་ཞུས་ཏེ་འདི་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་འཕེལ་བཏང་ཡ་བཙན་བྱོལ་ནས་འབད་བརྩོན་ཧ་ལས་པ་བྱེད་དགོས་བ་རེད་བོད་ནང་ལ་དགོན་སྡེ་ཁག་ཆེ་ཁག་ཨ་ནི་རྒྱ་ནག་གུང་ཁྲན་གྱི་ཨ་ནི་གཏོར་བཤིག་བཏང་བཞག་པ་འདི་གས་མང་ཆེས་བཙན་བྱོལ་ནང་བསྐྱར་གསོ་བྱེད་ཐུབ་པ་བྱུང་བ་རེད་ད་ནང་བཞིན་ད་ཉེ་བའི་ཆ་ནས་བོད་ནང་ལ་ཡིན་པ་ཡིན་ནའི་ཡང་ཆོས་རིག་གཞུང་སྐད་ཡིག་ཐོག་ལ་དོ་སྣང་དང། འགན་ཁུར་དང་འབད་བརྩོན་ཧ་ལས་པའི་ཤུགས་ཆེན་པོ་གནང་དགོས་བར་ད་འདི་ང་ཚོས་མར་རྩ་རང་བཟོ་རབས་ཆགས་བསྡད་དགོས་བར་འདི། བོད་ཕྱི་ནང་གཉིས་ཀ་ཐོག་ནས་ཨ་ནི་མི་ཉམས་གོང་འཕེལ་གཏང་ཡ་མུ་མཐུད་ནས་འབད་བརྩོན་གནང་ཡ་དེ་གལ་ཆེན་པོ་རེད་གང་ཟེར་ན་རྒྱ་ནག་གཞུང་གི་དམིགས་ཡུལ་གཙོ་བོ་དེ་བོད་ལུང་པ་འདི་རྒྱ་སྡེ་ལ་བསྒྱུར་ཡ་དང་བོད་རིགས་རྒྱ་རིགས་བཟོ་ཡ་རེད་འདི་མ་ཡོང་ཡ་ཆེད་དུ་ཨ་ནི་སོ་སོ་གི་ཆོས་རིག་གཞུང་སྐད་ཡིག་འདི་གས་ཨ་ནི་མུ་མཐུད་ནས་ཨ་ནི་གོང་འཕེལ་གཏང་ཐུབ་པ་ཡིན་པ་ཡིན་ན་ཨ་ནི་ང་ཚོ་བོད་མི་ཡིན་ཟེར་ཡ་དང་བོད་ཡིན་ཟེར་ཡ་འདི་མུ་མཐུད་ནས་གནས་གི་རེད། ཨ་དེ་ནས་ད་ཁོ་ང་ཚོའི་བཙན་བྱོལ་ལ་ཡིན་པ་ཡིན་ན་ཞི་འཇགས་སྲ་བརྟན་བྱེད་སྲིད་དེ་འོར་དེ་གལ་ཆེན་པོ་ཞིག་ཐག་རེད་བོད་ནང་ནས་ཡིན་པ་ཡིན་ནས་ཡང་སུ་སུ་འབྲོག་ས་ཁག་རེད་གྲོང་གསེབ་ཁག་རེད་ག་བ་ཡིན་པ་ཡིན་ནས་ཡང་སྲོལ་རྒྱུན་གྱི་འགྲོ་སྟངས་འགྲོ་ལུགས་འཚོ་གནས་དེ་ཤིན་ཏུ་གལ་ཆེན་པོ་ཞིག་ཐག་རེད་དེ་གས་ད་གཙོ་ཤོས་ཤོས་ང་ཚོ་བཙན་བྱོལ་བོད་མི་སྒྲིག་འཛུགས་འདི་གི་ཞི་འཇགས་སྲ་བརྟན་ཡོང་ཡག་ལ་ཁོ་ད་ལྟ་བུ་དང་ཕྱག་ལས་གནང་དང་གནང་མུས་རེད་བོད་ནང་ལ་གནང་ཐུ་ཡག་ཡོད་མ་རེད་ང་ཚོའི་རེ་བ་དང་འབོད་སྐུལ་ཞུ་ཡག་ལ་ཁོ། གྲོང་སྡེ་ཁག་ཡིན་པ་ཡིན་ནའི་གྲོང་ཁྱེར་ཁག་ཡིན་པ་ཡིན་ནའི་རེད་དང་ནི་ཞིང་པ་ཡིན་པ་ཡིན་ནའི་རེད་མུ་མཐུད་ནས་ང་ཚོའི་གི་རྒྱ་མི་མི་འབོར་མང་པོ་ཡོང་གི་འོར་ཏེ་མུ་མཐུད་ནས་གནས་ཐུ་ཡ་དེ་སོ་ཡོའི་འགྲོ་སྟངས་འགྲོ་ལུགས་མུ་མཐུད་གནས་འདོད་གནས་ཐུ་ཡ་དེ་ཤིན་ཏུ་གལ་ཆེན་པོ་ཞིག་རེད། མཐའ་མ་དེ་འཛིན་སྐྱོང་ཐོག་ནས་ཨ་ནི་གོང་ས་མཆོག་སྐུ་ཞག་དེ་ཧ་ལས་པ་གལ་ཆེན་པོ་བརྩི་གི་ཡོད་ལ་གཙོ་ཆེ་ཤོས་རྒྱ་གར་གཞུང་གིས་བཀའ་དྲིན་བརྟེན་ནས་འཕྲུལ་ཆས་མི་ཆེ་ཐོག་ནས་ནི་གོ་སྐུ་བཞག་འདིའི་ཐོག་ལ་ཐོན་རྒྱུ་ཧ་ལས་པ་ཡག་པོ་གནང་དགོས་བ་རེད་གཙོ་ཆེ་ཆོས་གཞུང་ཚུགས་མ་བཀའ་དྲིན་བརྟེན་ནས་ད་ལྟ་བར་དུ་སྐུ་བཞག་ཐོག་ནས་ང་ཚོའི་ཐོག་གནས་ཚུལ་བཅས་བྱུང་བཞག་པ་ཡོག་མ་རེད། སྲིད་སྐྱོང་མཆོག་གིས་གསལ་བསྒྲགས་གྲུབ་རྗེས་ཕྱི་ནང་གི་གསར་འགོད་པ་རྣམས་ལ་དྲི་བ་ཞུ་རྒྱུའི་དུས་ཚོད་གནང་པའི་ཁྲོད་བོད་རྒྱ་འབྲེལ་མོལ་བྱུང་མེད་པ་དང་སྲིད་སྐྱོང་མཆོག་གིས་ཁང་པའི་བུ་ལོན་འབུལ་ཕྱོགས་སྐོར་བོད་སློབ་འཛིན་ཚོགས་རྩིས་ལེན་ཐུབ་མེད་པ་སོགས་གནད་དོན་ཁག་ཅིག་གི་ཐོག་ལ་དྲི་བ་ཞུས་གནང་སོང། དྲི་བ་གཉིས་པ་འདི། ཁང་པ་འདི། ལ་རེད། ད་འདིའི་སྐོར་ནས་ངས། ཉིས་སྟོང་བཅོ་གསུམ་གྲོས་ཚོགས་ལ་ཞུས་པ་ཡིན། ད་ལེ་ཡང་ཁོ། དྲི་བ་དེ་འཕྲོས་པའི་ཐོག་ནས་ངས་འགྲེལ་བཤད་ཞུས་ཚར་བ་ཡིན། ཁང་པ་འདི་གཅིག་ནས། བཀའ་ཤག་གི་དམ་འབུལ་མ་ཕུལ་གོང་ལ་རེད་ད། རེད་བ། གཉིས་པ་འདི་ཁང་པ་གི་གོང་འདི་དགུ་མོ་གསུམ་འབུམ་གསུམ་དང་སྟོང་ཕྲག་དྲུག་ཅུ་རེ་ལྔ་རེད། ཨ་རིལ་བོད་པ་ཁང་པ་ཉོས་ངའི་ཕེ་ཆེ་ཆ་ཚང་མེད་ནས་མང་ཆེ་འབུམ་གསུམ་དང་འབུམ་ལྔ་པ་རུ་རེད་ཨ་རིལ་སྐད་ཆེ་ཁྲི་བས་འབུམ་གསུམ་དང་སྟོང་ཕྲག་དྲུག་ཅུ་རེའང་ག་འདྲེ་རེད་ཟེར་ལབ་བས་ན་ད་བོད་པ་ཚང་མའི་ཉོས་ཡ་ཁང་པ་དེ་རེད་ཟེར་གི་རེད་ད་ནི་ས་ཡ་སྐད་ཆ་ནི་གང་ཡིན་མར་བ་བྱེད་བྱེད་བྱས་ནི་ང་དང་ང་རང་བཟའ་ཟླ་ལོ་བཅུ་དྲུག་སི་ལས་ཀ་བྱས་བར་ཕ་གེ་ལ་འདི་སོང་ཟ་འདི་གི་ཞིག་བསགས་ཐུག་གི་ཡོད་པ་དེ་ཕེ་ཆེན་ཤེས་ཐུག་གི་རེད་དེ་སུ་ཡིས་ཉན་པའི་ཡིན་ནས་ཕལ་ཆེར་དེ་འདྲའི་ཅི་ལྟ་ཡིན་གྱི་རེད་བསམ་གྱི་རེད་བསམ་གྱི་འདུག་ཡིན་ནས་ད་ང་ག་ཚོད་ཀྱི་རེད། ཕ་གའི་ཉིས་སྟོང་བཅུ་གཅིག་བར་ལ་ང་ཧར་བར་མཐོ་སློབ་ལས་ཀ་བྱེད་བསྡད་ཡོད་རེད། ད་སྲིད་ང་འདི་དོད་བཀའ་བློན་ཁྲི་པ་བདམས་ཡོང་དོད་ཁང་ལ་ལས་ཀ་དེ་མཚམས་བཞག་དགོས་གོ་བ་རེད། ཨ་ནི་ཟླ་བ་རེར་ལ་བུ་ལོན་མོག་གེ་ཅི་སྤྲད་ཡ་བརྗོད་ཡོད་རེད་བ་མོག་གེ་ཅི་སྤྲད་དེ་ངའི་ཕོགས་ལེན་ངའི་ཕོགས་འབྲེ་བསྡད་ཡོད་རེད་ད།

དེ་དེ་བཞིན་སྲིད་སྐྱོང་མཆོག་གིས་གོང་ས་མཆོག་བོད་ལ་གདན་འདྲེན་ཞུ་རྒྱུའི་ཆེད། འདས་པའི་ལོ་བཞི་དེའི་ནང་བཀའ་ཤག་ནས་ཇི་གནང་སྐོར་ལ་བཀའ་ལན་གནང་དོན། གཞི་རྩའི་དེ་སྔ་དམིགས་བསལ་སྐུ་ཚབ་ཡོད་པའི་ཐོག་ནས་འབོད་བརྩོན་གནང་བཞག་པ་བྱུང་ཡོད་རེད། ཡིན་ན་ཡང་དམིགས་བསལ་སྐུ་ཚབ་རྣམ་པ་རེ་དེ་སྔ་བཀའ་ཤག་ནས་གསུངས་ཡོད་རེད་དེ། དོན་དག་ཐོག་ནས་དམིགས་མེད་པ་དེ། ད་ལྟའི་ང་ཚོས་འབད་བརྩོན་གནང་ཡས་དེ་དམིགས་བསལ་སྐུ་ཚབ་མེད་པའི་ཐོག་ནས་འབད་བརྩོན་གནང་དགོས་བ་རེད། ཡིན་ནས་ཡང་འབད་བརྩོན་གནང་ཡས་དེ་སྔར་ལྷག་མེད་ནས་ཡང་སྔར་ནང་བཞིན་གནང་དགོས་བ་རེད། འབྲེལ་བ་ཡིན་པ་ཡིན་ནས་ཡང་སྔར་ལྷག་མེད་ནས་ཡང་སྔར་ནར་བཞིན་ཡུང་བསྡད་དགོས་བ་རེད། འདི་ཡུན་སྡོད་གང་ལ་ཨ་ནི། ད་ད་ལྟའི་ཆ་ལ། འབུར་དུ་ཐོན་བྱས་གྲུབ་འབྲས་མི་འདུག་ཟེར་ལབ་པ་ཡིན་ནའི་ཡང་ཁོ་ངས་ད་ཞུ་ཡ་དེ། སྔར་ལྷག་མེད་ནའི་ཡང་སྔར་ནང་བཞིན་འབད་བརྩོན་གནང་གི་ཡོད་པ་འདི། ང་ཚོ་འདི་ཐེ་ཚོམ་མེད་པའི་ཐོག་ནས་ཞུ་ཐུབ་གི་རེད་བསམ་གི་འདུག་འདི་ཡུན་དོའི་ཁབ་ལ་ད་ག་རེ་ག་རེ་གནང་ཡོད་རེད་ཟེར་ཏེ་བོད་རྒྱ་འབྲེལ་མོལ་ལས་དོན་འདི་དུས་རྟག་ཏུ་ང་ཚོས་ཞུ་གི་ཡོད་མ་རེད་མ་གཞི་རྒྱལ་སྤྱིའི་འགྲོ་སྟངས་ཐོག་ནས་རེད། རྒྱ་ཁབ་ཁག་ག་འདྲའི་བཞིན་པ་ཡིན་ནའི་ཡང་གྲུབ་འབྲས་དམའ་མིན་བར་དུ་ཨ་ནི་ཁོ་འདི་དང་འདི་འདི་འདི་བྱེད་ཀྱི་ཡོད་ཞེས་ཞེས་ཞིབ་ཕྲའི་གསུང་གི་མེད་པ་ཚང་མ་མཁྱེན་གོ་བར་དཔེར་ན། ཉེ་ཆར་ཨ་རི་དང་ཀྱུ་པ་བར་ལ་འབྲེལ་ལམ་འདི་བསྐྱར་གསོ་བྱེད་ཐུབ་པ་རེད། ཡིན་ན་ཡང་འདི་མ་བྱུང་བར་དུ་འདིའི་རྒྱབ་ལ་ག་རེ་ག་རེ་གནང་གི་ཡོད་མེད་ཨ་ལ་དང་པོ་ཡེ་ཤུ་ཀྱི་བླ་ཆེན་པོབ་ཐོ་ནི་ནས་ག་རེ་གནང་གི་ཡོད་པ་འདི་འཛམ་གླིང་སྤྱི་ཡོངས་ལ་མཁྱེན་གི་ཡོད་མ་རེད། ཡིན་ན་ཡང་གྲུབ་འབྲས་མེད་ཡོང་དོན་ཁོ་ལ་ད་མི་ཤཱས་བྱས་བྱས་ཡོང་བསྡད་གོ་ར་བ་ད་དང་ན་ཤི་ཨི་རན་དང་ཨ་རི་ཐོག་ནས་ཐུག་འཕྲད་མཚོན་ཆ་དེ་ཨི་རན་ནས་ཉུག་རུ་བཏང་གི་ཡིན་བྱས་བྱས་གནས་སྐབས་རིང་ག་ལ་ཨ་ནི་ཁོ་རང་ཚོས་ལས་འགུལ་སྤེལ་དེ། བཀག་ཡིན་ཞེས་སྦྱོར་བ། འདི་མཐོང་ནས་ཡིན་ནས་ཡང་བརྒྱབ་ནས་མང་པོ་ཞིག་འགྲོ་བདེ་གོ་བར་འགྲུབ་འདྲེ་མི་ཡོད་འདོད་ཁེ་ཡིན་གོ་བར་འདི་སོང་ཟ་འདྲེ་ཆགས་ལ་ང་ཚོ་དམིགས་བསལ་སྐུ་ཚབ་མེད་པའི་ཐོག་ནས་འབད་བརྩོན་གནང་གོ་བར་དེ་གནང་ཡ་འདི་སྔར་ལྷག་མེད་ན་སྔར་ནང་བཞིན་གནང་གོ་བར་གཙོ་ཆེ་ཤོས་བོད་རྒྱ་འབྲེལ་མའི་ཐོག་ལ་གོང་ས་མཆོག་རང་ནས་དེ་སྔའི་ཐུགས་སྣང་གནང་གོ་རེད་ད་ལྟའི་ཐུགས་སྣང་གནང་གོ་བར་རེད་འདི་ཡོད་འདོད་གོང་ས་མཆོག་ཐུགས་སྣང་གནང་གནང་བར་དོ་འདི་ཐོག་ལ་ཐུགས་ཤོར་འགྲོ་ཡ་མེད་པ་མ་ཚད། འབད་བརྩོན། གང་ཐུབ་ཅི་ཐུབ་གནང་དང་གནང་མུས་རེད་བྱས་རྗེས་འདི་ཐེ་ཚོམ་མེད་པའི་ཐོག་ནས་ཞུ་ཐུག་རེད་བྱས་ཞུ་ཡན་ལག། ལྷག་པར་དུ་གསར་འགོད་པའི་དྲི་བར་བཀའ་ལན་གནང་བའི་ཁྲོད། སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་འདས་པའི་ལོ་བཞི་སྟེ་ལྷིང་འཇགས་པོ་ཞིག་བྱུང་ཡོད་པ་དེ་ནི་གྲུབ་འབྲས་ཆེ་ཤོས་སུ་ངོས་འཛིན་གནང་གི་ཡོད་པ་གསུངས་གནང་སོང། རྩ་བའི་དེ་རིང་བར་སྲིད་སྐྱོང་གི་འོས་མིར་བཞེངས་གནང་མཁན་ཁོངས་སུ། ད་ལྟའི་སྲིད་སྐྱོང་ལས་ཐོག་བློ་བཟང་སེང་གེ་མཆོག་གིས་དབུས་པའི་བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་མཆོག་དང། བོད་མི་སྤྱི་འཐུས་མཉམ་འབྲེལ་གྱི་སྤྱི་ཁྱབ་འགན་འཛིན་བཀྲ་ཤིས་དབང་འདུས་ལགས། བོད་ཀྱི་མགོ་འཇུག་གསུམ་ལས་འགུལ་ཚོགས་པའི་ཚོགས་གཙོ་ཀླུ་མཁར་བྱམས་ལགས་དང་ཚོང་ལས་གཉེར་བཞིན་པ་བཀྲ་ཤིས་སྟོབས་རྒྱལ་ལགས་བཅས་མངགས་བྱུང་ཡོད་པ་རེད།